ཡ། གངས་ལྗོངས་ཕ་སྐད་གཙང་མའི་གླེང་སྟེགས་ཀྱི་ཚོགས་གཙོ་ཚོགས་གཞོན་དབུས་པའི་རྣ་ཐག་སྣེ་ཆེན་དོན་གཉེར་ཅན་རྣམས་ལ་ཡང་ངས་ཐོག་མར་འཚམས་འདྲི་སྐུ་བགྱི་གསལ་ཞུ་ཞེས་ཞུ་གི་ཡོད་དོ། དེ་དང་ད་ཐེངས་མའང་ང་ཡིས་དུམ་བུ་གཅིག་ཕུལ་ཡོད། འདི་བར་ལམ་གཅིག་ལ་ཡང་ད་ལྟ་དེ

གཟུངས་བཞུགས་སྤེལ་གི་རེད་ད་ད་ལྟ་དེ། ཁོ་རང་གིས་དོགས་འདྲི་གནང་བ་ཞིག་སོང་ཆེ་ཨ་ལས་དུམ་ཙམ་ཅིག་དེ་མ་ཞུ་ཡར་བྱས་ཡིན། ཡ་ཡ། ད་དོགས་སུ་རེད། ཨོ་ཡ། ད་ལྟ་དེ་མ་ཕུལ་ཞེས་པ་ནས་བཞིན་བྱས་མ་སྲིད་ཨ། ཨོམ་སར་བ། ད་ད་ག་ཏོ་ཤི་ནི་ཁྱ། ཏཱ་ཐ་ག་ཏཱུ་ཞེས་བྱའི་ཏཱ་ན་རོ་ཏོ་ས་ཏོ་ས་དེ། གང་སོགས་རེད་བརྩེགས་མའི་ཐོག་མ་ལ་ཡང་ཤ་ལོ་ཀ་དང་ཤ་ལ་སོགས་པ་ཡོད་པས་ནི་འདི་ས་ཡི་སྒྲ་གདངས་ལྟ་བུ་ཐོན་པར་བྱེད་དགོས་ཡོད་ཟེར་ཡང་ང་ཡིས་གཞུང་ན་གསུངས་པ་ནས་བཞིན་བྱས་ཏཱ་ཏོ་ས་ཞེས་ནས་རེད། ཏཱ་ཐ་ག་ཏཱུ་ས་ཨ་ནི་ན་ལོ་ན་གིའོ་ནི་རེད་བ། ཤེ་ལོ་ཀྱ། ཏཱ་ཏོ། ཀ་ཟ། ཏ་ཏཱ་ག་ཏོ་ཤནི་ཅ། སི་ཏཱ་ཏཱ་པ་ཏྲེ། ཏྲེ་ཡི་ཡི་སེ་ཏཱ་ར། ཏཱ་ལ་ར་ཏཱ་ཅ་བའི་ཏྲ་བཅས་འབྲིང་པོ་ཏྲེ། ཧུང། འདི་རུང། ཞེས་བཅས། ཏཱ་ར་ཏཱ་དཱ་ར། ར་བ་ཨ་ནི། ཞེས་བཅས་ཏུ་རུ། བཅས་ཨ་ནི་བི་ཡའི། ཐིག་ལེ་ཅན་ཏེ་ང་ཡི་སྒྲ་དང་དོན་བཅས། ཧུང། འདི་རུང།

ད་ང་ཡི་ནང་ལ་ཡང་དེ་འདྲའི་སྡོམ་བརྒྱད་པའི་གི་སྒྲ་གདངས་དེ་མེད་པའི་ཕྱིར། ཁོ་རང་ཡི་གེ་སོ་སོ་ཁ་ཕྲལ་བྱེད་སོ་སོའི་གི་སྒྲ་གདངས་དེ་མ། སྐྱེ་གནས་ལས་བརྟེན་བྱའི་སྒྲ་གདངས་གཟུགས་ཕྱིན་པ་ཅིག་མ་དོན་སྣང་གོ་དགོས་པ་རེད། དེའི་དུས་བདག་ར་བདག་ལ་འདི་ར་རེད། ཨ་ནི་ཨུ་ཞེས་བྱ་བའི་འདི་རུ་རུ་བ། འདྲུང། འདྲུང། ད་ང་ཞིག་ང་ཚོས་གང་ཤོད་གོ་རེད། རྣལ་འབྱོར་མའི་གཟུངས་སྔགས།

འདི་སྦྲུམ་དམར་བ་འབའ་བདའ་འབའ་ཡིན་དུས་འབའ་བྱེད། འདི་ལས་ར་བདའ་བྱེད་དུས་འབའ་རུ། ཨ་གང་ལ་ཡ། གང་སོགས་རེད། རྗེས་སུ་ང་རོའི་སྒྲ་འདི་སྦྱངས་དུས་ཨོམ། འབའ་རུམ་འབའ་རུམ་འབའ་རུམ་ཟེར་ཡ་སོགས་ཀྱི་རེ་བ། ད་ང་ཚོ་བོད་ཡིག་ཀློག་དང་ནང་བཞིན་ཀློག་བཅས། ཡི་གེ་གཉིས་གསུམ་ག་ཚོད་ཅིག་ཡོད་པའི་ནས་དེ་བར་འདོམས་བརྒྱབ་རྗེས་སྒྲ་གདངས་གཅིག། སྒྲ་གདངས་གཅིག་རང་བཟོས་བྱས་མ་བཏོན་ན་འགོར་བ། འདི་ལྟ་སྟ་སྟེ་ཡོག་མར་ཞུགས་འགོར་བས་དང། དེའི་རྐྱེན་གྱིས་ཨ་ནི་ཅི་སྒྲ་གདངས་མི་འདྲ་བ་ཆགས་འགྲོ་བྱས་ཙང་ད་དང་འདི་དེ་ནི་གཅིག་པ་རེད་ཅི་རེད། ད་ར་ད་དར་ཨ་རེད། ཨ་ནི་ཨུ། ཨ་ནི་བི་གའི། རྗེས་སུ་ང་ར་དུརུམ། ཧུང་དུརུང། ད་ཧྲི་ཟེར་ཡ་དེ་འདུག་ཅེས་ཧ་ར་ད་ཧྲི། ཨ་འདི། ཚིག་གྲོགས་ལས་ཡ་གཅིག་པོ་གང་སོགས་རེད།

བདག་ཡང་བདག་གིས་ཁྲིད་དེ་ལ་ཡང་བརྩེགས་མ། རྩ་དང། ཚ་གཉིས་བརྩེགས་མའི་ཡི་གེ་རེད་དང། ད་བརྩེགས་མའི་གི་ཐོག་མའི་རྩ་དེ། གོང་མའི་ཡི་གེ་ལས་སྦྱར་དུས། རྗེས་འཇུག་རྗེས་འཇུག་ད་ཡི་སྒྲ་དང་བསྟུན་ན་རེ་ཞིག་རེད། ང་ཡི་བློ་ཐོག་ནས་འདི་གསུངས་ཡོད་རེད། བི་དྷི་ཡ་ཐ། ད་དེ་ལ།

དྲི་བ་ངོ་མ་དེ་དེ་རེད་ཤག་དོ་ཨ་ཅེ་ཅིག་ཡོད་པས་ནི་ད་ཨ་ལེ་ཁོ་ཅི་འམ་ཟེར་བ་ད་ད་ག་ཏུའོ་དེ་རེད་དེ་ཨུ་ནི་ཤག་ཟེར་ཡ་ཨུ་ཅི་ད་མི་འདུག་ཨ་ཨུ་ཅི་ད་མི་འདུག་ཨ་འམ་ཟེར་བ་ད་ད་ག་ཏུའོ་ནི་ཤག་བཤད་ཅེ་ཨ་བཞིན་གྱི་ཨུ་ཁོ་རང་ཁྱོད་མི་འདུག་ཨ་དེ་དུས་ཟེར་བ་ཡིག་འབྲི་དང་པོ་རེད་ད་ཟེར་བ་ད་ད་ག་ཏུའོ་ནི་ཤག། གསར་བ་ལྟ་སྟངས་དགའ་མདོག་ཞིག་ནས་ཀྱང་སྲིད་ད་ད་པ་ཏྲེ་ཧོང་རྫོང་ཧྲི་སྟོན། ཡ་ཡ་ད་འདུག་བྱས་བྱས། འདུག་ག་གི་སོང་དུམ་བུ་དེ་མ་བྱེད་ཀློག་འདོན་ཞུས་ཟིན་པ་བྱས། ད་དེ་ནས་མུ་མཐུད་བྱས། སྔ་རྒྱུན་རྙིང་མའི་སྔ་རྒྱུན་རྙིང་མའི་པར་སྐྲུན་ཞུས་པའི་བཀའ་འགྱུར་དཔེ་དེབ་དམར་སེར་ཅན

ཡང་སོ་སོའི་ཞེ་འདོད་སྣང་བའི་དཀར་པོའི། ཞེ་འདོད་ནང་ཡོད་འདོད་པའི་གཟུངས་སྔགས་རེད། ད་གང་དག་སོ་སོའི་ཡི་དམ་ལྷ་ཡི་གཟུངས་སྔགས། ག་རེ་འདོན་ན་དགོས་ནས། ཅེས་བི་གས་ཅིག། འདོན་ཡང་སྟབས་བདེ་བོ་རེ་ཅིག་མེད་པ་དེ་འདྲའི། དོགས་འདྲི་གནང་ཡ་རེ་ཅིག་ཡོད་མེད་ན། འདུག་སོ་མ་ཅེས། གཟུངས་སྔགས་ཁོ་རང་ཡིག་ཐོག་ན་ཚུར་གནང་ཞེ་ན། ཨ་ཡག་པོ་འདུག། སྐབས་རེ་ངས་ཡང་གཟུངས་སྔགས་འདི་རྙེད་རྙེད་རུང་མ་བྱས་ཚེ་ཁ་འགྲོ་གི་བསྡད་འདུག། གཟུངས་སྔགས་སུ་སུ་ག་རེ་འདོན་ནས་འགོད་འདིའི་གཟུངས་སྔགས་འདི་མ་བྲིས་ཅེས་ཐུགས་སུ་མ་བསྐུར་གནང་བས་ན། བློ་དང་བློ་དམ་ལ་གཏོགས་ཟེར་ཅེས་ཐུ་བྷན་བསོད་པ་སྐྱིད། ཡུལ་ཡང་གི། ད་རེ་བ་རེ་ཞུ་དགོས་རེ་བས་རེ་བ་རེ་ཞུ་དགོས་རེ་གཏོགས་ཟེར་ཅེས་ཐུ་བྷན་བསོད་མ་ངས་བསམ་བསམ་རེ་བྱེད་འདུག་ཟིན། ཐད་ཀར་སོ་སོའི་ངོས་ནས། ཅེས། བློ་དང་དུ་མའི་དད་པས་ཀྱི་གཟུངས་སྔགས་དུས་སུ་མ་བྱེད། མ་ནོར་མ་བྱེད་པ་བཅས་བྲིས་བཅས་ཚུར་བསྐུར་ཕེབས་པས་ན་ངེད་དེ་ཀློག་འདོན་ཞུ་ཡག་གིས་འབད་བརྩོན་ཞུ་གི་ཡིན་རོགས་པ། འདི་མ་ཐུབ་ཡང་ཅིག་ངའི་ངོས་ནས་འཚལ་རོགས་བྱེད་ཅེས་གསུང་གིན་ཞུ་བས་ན་ཡང་ཨ་ལས་ཡང་ཅིག་དུས་ཚོད་ཞིག་གཏང་གིན་བསྡད་ཅེས་ཀ་བ་རྡོག་གཅིག་གིས་འཚལ་གིན་བསྡད་འོ་རོགས་ཨ་དེ་མ་འོ་ཞེས་དུས་ཚོད་དགོངས་པ་བཞེས་རོགས་གནང་ཅེས་ཞུ་ཡག་ཡིན།

ཀ་ཤུ་ཀུམ་མ་ཀུམ་བཱ་དཱ་བཱ་ནོར་བོན་ན་བོན་ན་ལོ་ན་དེ། བཱ་དཱ་བཱ་ནོར་བོན་ན་བོན། མ་རེ། མ་རེ་བཱ་རོ་དཱ་བཱན་ན་བཱན་སེ། བཱ་དཱ་བཱན་ན་བཱམ་དཱ་ལོ་དཱ་ན་རོ་སྒྲོད། སྒྲོད་དཱ་སྒྲོད་ས། ཀུན་བཱན་སྒྲོད་ས་ཨོ་དོ་སུ་ལོ་ན་རེ། ཀུན་བཱན་སྒྲོད་ས་དཱ་ན་ཡ་བྷད། པྲེ་ཏཱ། པི་ཤ་ཅི།

ཕཱཏ྄། ཨུམ་ནི་ལན་བཱ་ར་དྷ་ར་བཱི་ཇི་ར་པཱ་ནི་རཱ་ཀྱ་པཱ་ཡ་ཏི་སཝཱ་ཧ། འོ་དོ་ཅེས་ཡི་གེ་ཁེར་རྐྱང་དུ་སུ་ཉན་མ་མཆིས། འགྲེལ་བཤད་ཞུ་གི་མེད། གོ་ཤ་རྒྱ་མ་ཀློག་འདོན་ཞུས་པའི་ནས་མ་རྒན་དོག་ཁྱེར་མི་འདུག་ཨ། ཡ་ཡ་ད་བྱེད་དུས་དེ་ནས་ཤོག་གྲངས་བརྒྱ་དང་བཅུ་ནང་སྲིད་འཕེལ་ད། ཤོག་གྲངས་བརྒྱ་དང་བཅུ་ན་སྲིད་པའི་དང་རྒྱ་གར་སྐད་དུ་ཝཱ་ཇི་ར་བྷི་དཱ་ན། Vajra Vidhana། ནཱ་མ་དཱ་ར་ནི་བོད་སྐད་དུ་རྡོ་རྗེ་རྣམ་པར་བཅོམ་པ་ཞེས་བྱ་བའི་གཟུངས། ཅེས་བྱའི། ཤོག་ངོས། ཤོག་གྲངས་བརྒྱ་དང་བཅུ་གཅིག་མུ་མཐུད་ཅན། ཨོ་ཡ། ན་མོ་རཏྣ་ཏྲ་ཡ་ཡ།

ཏཱ་ཏཱ་ཡ་ཏཱ་འུམ་ཏཱ་རུ་ཏཱ་ཏཱ་རུ་ཏཱ་ཏཱ་རོ་ཏཱ་ཏཱ་རོ་ཏཱ་རོ་ཏཱ་ཡ་ཏཱ་རོ་ཏཱ་ཡ་སི་ཕུ་ཏཱ་སི་ཕུ་ཏཱ་སི་ཕོ་ཏཱ་ཡ་སི་ཕོ་ཏཱ་ཡ་མགུར་སྣོན་མགུར་སྣོན་མགུར་སྣོན་པ་ཡ་མགུར་སྣོན་པ་ཡ་ས་རོ་ས་ཏོ་མ་ནི་བོ་ད་ཡ་བོ་ད་ཡ་སང་བོ་ད་ཡ་སམ་བོ་ད་ཡ་སམ་བོ་ད་ཡ་བྷ་ར་མ་བྷ་ར་མ་སམ་བྷ་ར་མ་ཡ་སམ་བྷ་ར་མ་ཡ།

སོ་ཧ། ཅི་ཆིན་ཏཱ། ཅི་ཆིན་ཏཱ། བིན་ཏཱ། བིན་ཏཱ། མ་ཧ། ཀི་ལི་ཀི་ལའི། ཀི་ལི་ཀི་ལའི། ཀི་ལི་ཀི་ལ་ཡ། སོ་ཧ། བན་ཏཱ། བན་ཏཱ། ཀྲོ་ཏཱ། ཀྲོ་ཏཱ། ཝི་ཇི་རི་ཀི་ལི་ཀི་ལི་ཡ། སོ་ཧ། ཅུ་རུ་ཅུ་རུ། ཅན་ཏཱ། ཀི་ལི་ཀི་ལི་ཡ། སོ་ཧ། ཏྲ་ས་ཡ། ཏྲ་ས་ཡ། ཝི་ཇི་རི་ཀི་ལི་ཀི་ལི་ཡ། སོ་ཧ། ཧ་ར་ཧ་ར། ཝི་ཇི་རི་དཱ་ར་ཡ། སོ་ཧ།

ཨ་བར་ཏ་ཡ། མ་ཧཱ་བྷ་ལེ། ཀ་ཏ་བྷ་ལེ། ཏ་ཏཱ་ལེ། ཨ་ཅཱ་ལེ། མནྡལ་མ་ཡེ། ཨ་ཏི་བ་ཇི་ར། མ་ཧཱ་བྷ་ལེ། བྷེ་ག་ར་ན། ཨ་ཇི་ཏེ། ཇཱ་ལ་ཇཱ་ལ། ཏི་ཏི་ཏི་ཏི། ཏི་མག་ལི། ཧ་ན་ཧ་ན། ཏེ་ཇོ་བ་ཏི། ཏི་ལི་ཏི་ལི། བྷནྡ་བྷནྡ། མ་ཧཱ་བྷ་ལེ། བཱ་ཇི་རང།

ན་མོ་བུད་དྷ་ས་ཡ། ས་ཡ། ན་མོ་དྷར་མ་ས་ཡ། ན་མོ་སངྒ་ཧ་ས་ཡ། ན་མོ་བ་ཇིར་པ་ནི་ས་ཡ། ཏཏ་ཡ་ཐ། ཨ་ཏེ་མ་ཏེ། ཁ་ར་ཏེ། སོ་མེ། སོ་མ་སུ་ཁེ།

སྐུ་མེད་གཏུམ་མེད་གྷི་རི་གྷི་རི། ས་དང་ས་དང་ས་བར་སྦགས་པ་ལས། སྦིན་དང་སྨག། སྦིན་དང་སྨག་སྦགས་པ་ལས། འོ་དུ་བྱས་བྱས། དེ་མ་ཞུས་སོང། དེ་ནས་མོ་དུས་ཀྱི་ཤོག་གྲངས། བརྒྱ་དང་ཉུལ་རྩ་གཅིག་ན་མ་སྲིད་ཨ།

ཅི་བྱེད་ཅི་བྱེད་ཅི་ཁེ། ལོ་ཕྱེད་གནས། བླ་ན་རུ་བླ་ན་རུ་ལོ་བྱས། ད་བླ་ན་རུ་ལོ་གི་ཚིག་གྲོགས་དེ་ལ་ཡང་ཅཱ་དང་ཆ་གཉིས་བརྩེགས་མའི་ཡི་གེ་རེ་དང། ཡིན་དུས་ཅཱ་དེ་ད་བླ་ན་རུ་གོང་མའི་ཡི་གེ་བླ་ན་རུ་ལོ་ལ་ཡང་རྗེས་འཇུག་ད་ཡི་སྒྲ་གདངས་ཚུལ་དུ་མ་ཀློག་ན་ཅི། ལོ་ཕྱེད་ད་གནས། གནས། རེ་དང། ཅི་ཁེ་ལོ་ཕྱེད་ད་གནས། སྦས་དང་ནི་སར་བ། སར་བ་བི་རི་ཡ་ཆེ་དང་ནི་སར་བ་ཀིར་ཏ་ཀ་འཁོར་དག། པར་ཀི་རི་ཏ་ན་ཤ་ནི། འོ་དེ་ནས་དེ་བ་དེ་མ་ཕེ་གོ་དང་མ་ཕ་པི་ཏ་ཏི་ཡ་ཐ། ཨ་ལེ་ལག་ཤེ། པ་ཀེ་ལེ་ལག་ཤེ། ཨ་ཀེ། པ་ཀེ། ལག་ཤེ་སུ་ཧ། ཏ་ཏི་ཡ་ཐ། སྟབས་བདེ་ཡག་ཐག། དེ་ནས་རྒྱབ་སིག་སིག་ཨ་བརྒྱ་དང་ཉི་ཤུ་རྩ་གཉིས་ནང་ནས་ཤོག་གྲངས། ཧུད་ཏུ་ཧུད་ཏུ། ཧུད་ཏུ་ཏུ། བིད་ཏུ་བིད་ཏུ། བིད་ཏུ་ཏུ། འག་ཆ། སྭ་བ་ཏེ། པ་ཏ་ཧ་ཏ་ཡེ། སྭོ་ཧ། ན་མོ་བྷ་ག་བ་ཏེ། བུད་ཏུ་སྭ་ཡ། སི་དྷཱན་ཏུ། མན་ཏར་པ་ཏ། སྭོ་ཧ། འོ་ཡག་བྱུང་ད་འདི་སིམ་པ་བྱེད།

མུ་ཁྱི་སེ་སཝཱ་ཧཱ། མོ་ཧ་ནི་སཝཱ་ཧཱ། རྡ་འདི་རི་སཝཱ་ཧཱ། འོ་ཡ་བྱུང་ད་འདི་ད་གའི་དུས་བུ་ཆེ། འོ་ཡ་ད་དེ་ནས། ཤོག་གྲངས་གཅིག་བུ་རེ་བརྒྱ་དང་ཉི་ཤུ་རྩེ་ལྔ་རེ་བ་ད་འདི། ཡ། མཚན་བྱང་དེ་ལ་ཡ་ཕྱག་ན་རྡོ་རྗེ་གནོད་སྦྱིན་གྱི་བདག་པོའི་གཟུངས། ཅེས་བྱས། ད་ཤོག་གྲངས་བརྒྱ་དང་ཉི་ཤུ་རྩ་དྲུག་ན་མོ་དུས་བཞི་སྲིད་ཨ།

བའི་ཏཱ་ལི་རག་ཁྱ་རག་ཁྱ་མན། སར་བ་ཏཱ་སར་བ་ཏཱ། བ་ཡ་ཡེ་བ་ཡ་ཡ། སར་བ་སར་བ་པ་ལ་ཡ། བ་ཡི་བ་ཡི་ས་ས་སྱ། སར་བ་འདི་ཏྲ་རག་ཅ་ཀུ་རུ་ཀུ་རུ། བ་རི།

ཨུ་ཀ་རུ་པི་ནི་པ་ཅ་པ་ཅ། བྷ་ར་མན། བྷ་ར་མན་མ་ཐམས་ཅད་སྤྲད་དོ། བཟློག་དང་ལོང་དང་དེ་ནས་ཟིན་པའི་སྤྱན། དེ་ནས་ཤོག་གྲངས་བརྒྱ་དང་ཉི་ཤུ། རྩ་བདུན་ལ་གསེར་སྐུ་བརྒྱ་དང་ཉི་ཤུ་རྩ་བདུན་གྱི། གང་དུ་བ་ལས་ལས་སུ་དོང་ཡང་དུ། མ་ད་དེ་པར་རྒྱལ་བའི་འདུ་ཁ་བ་ར་ཏི་པར་རྒྱལ་བའི་གི། དོ་ནག་རུ་ཁྱེད་མ་བྱུང་ཨ། འོན་ཡང། བན་རྒྱ་བན་རྒྱ་དང་མ་དང་མ། བདག་ལ་སུ་ཞིག་སྨོས་ཏེ་ཏི་ཏི་ཡ་ཐ་ས་ར་ས་ར། དཱ་ར་ཡ་དཱ་ར་ཡ་དོན་ཐམས་ཅད་འགོག་པ་དང། ད་དེ་ནི་མ་ལོངས་མོ་ཧོ་ཆེ་ཨ་ནི་སི་བྷོ་ཏྲ་ཡ་སི་བྷོ་ཏྲ་ཡ། གི་ར་གི་ར་སི་ཁྱིན་དཱ་ཁྱིན་དཱ། ཨ་ཁྱིན་དཱ་ན་ཏཱ།

ཡིན། འདྲེན་བྱེད་མ་བབས་པས་ཀྱི་ཏཱ་ཏི་ཡ་དང་མོ་ཧ་ནི། ཇམ་བ་ནི། སྟམ་བ་ནི། ཨོ་ཡ། ད་ནི་ལས་ད་ག་ཡིན་པ་འདྲ་འདི་ན་འོང་དང་དོད་ཡིན་འདྲེ་ཁ་ཤས་ཀྱི་མ་བས་ཀྱི། མི་གི་ཤོས་དག་ལས་སི་ཏོང་ཨ། ཨོམ་ཨ་མིལ་ཏེ་སམ་བ་བ་སོ་ཧ། སམ་བྷ་བ་སོ་ཧ་ཨའོ་རྡོ་བཅས་ཅན། དེ་ནས་ཤོ་གྲངས་བརྒྱ་དང་སུམ་ཅུ་སུམ་ཅུ་ཐམ་པའི་ནང་གཟིགས་གོ། ཤོ་གྲངས་བརྒྱ་དང་སུམ་ཅུ་ཐམ་པའི་ནང་ལ་ཡང། འོན་ཡང། སྐྱ་གར་སྐྱེད་དོ། ཨ་རི་ཡ་བཱ་ཇི་ར། ཨ་ཅི་དང་ཨ་ན་ལ་པྲ་མོ་ཧ་ནི་ན་མ་དྷ་ར་ནི་བོད་སྐད་དུ་འཕགས་པ་རྡོ་རྗེ་མི་ཕམ་པའམ་མེ་ལྟར་རབ་ཏུ་རྨོངས་བྱེད་ཅེས་བྱ་བའི་གཟུངས་བྱས་ཏེ། ད་འདིར་གཟུངས་འདིའི་བར་དུ་དེའི་སྨྲས་པ་བྱེད། དེས་ན་དེའི་སྨྲས་པ་བྱེད།

བཀུར་སྟི་ལི། གོ་ཏི་པ། གོ་ཏི་པ་བ། ཀ་ཀུ་ལ་ཤི་ཁི། ཀ་བི་ལ་ཀེ་ཤི། ཧོན་ཡ། ཏ་ཏི་ཅི་ཏྲ་ཅི་ཏྲ་མི། ཅི་ཏྲ་ཅི་ཏྲ་མི་ཏྲ་ནི། ཀར་ཀ་ཏ། མུ་ཏི། བ་ཏི་བོ་ཇི་རེ། མཧཱ་བྷི་དྷུ་ལོ་ལོ་ལས། མཧཱ་བྷི་དྷི་དྷུ་ལ་བྷི་དྷུ་ལོ། བ་ཀི་གུ་བྷི་ད་བྷི་དྷ་ཤིན་ཅུ་ཧུ་ལ་ཧུ་ལ་ན་རོ་ལོགས་སུ་བཅད། མཧཱ་བྷི་དྷུ་ལོ་ལོ་ལས། པུ་ཀུ་པུ་ཀུ་པུ་ལུ། སུ་མུ་སུ་མུ། སཱ་ར་སཱ་ར། སྤྷ་ཏྲ་སྤྷ་ཏྲ། སུ་དྷ་ཡོ་སྟེ།

སུ་རུ་ཀའི་སུ་རུ་ཀའི་བོ་ཇི་རེ་ག་བ་དོ་དང་ལས་དེ་བརླག་པའི་སོར་ཕྱེས་སོང་ང། སུ་རུ་ཀའི་སུ་རུ་ཀའི་བོ་ཇི་རེ་ག་བ་དོ་སུ་རུ་ཀའི་སུ་རུ་ཀའི་བོ་ཇི་རེ། སུ་རུ་ཀའི་སུ་རུ་ཀའི།

རཀྟ་རཀ་ཅེས་བཱ་ཇི་རཀ་ཨཱནྟི་ཞེས་ནི་ད་ལོར་བདག་གི་བུ་དཱི་སྟོང་བ་བཱ་ཇི་ར་ཏི། ས་ར་པྲ་ཧ་ས་ར་པྲ་ཧ་ར་ནི་རཏྣ་ཏྲ་ཡ། འདི་ཀྲ་ལ་བུ་དཱི་སྟེ་བཱ་ཇི་ར་དཱ་ར་བི་ཤི་བ་ས་ནི་ཀ། ཨ་པྲ་ཏི་ཧ་ཏ་པྲ་མ་རཏ་ནི་སུ་བ་ཧ། ཧོ་ཡ་ད་ཏི་ལོག་དོན་སིམ་པའི་ཆེད། དེ་ནི་མ་བྷེ་ཨ། དེ་ནི་མ་བྷེ་ཅེ། ཤོག་གྲངས་བརྒྱ་དང་བཞི་བཅུ་ཐམ་པའི་ནང་གཟིགས། མཚན་བྱང་དེ་ལས་སྐྱ་གར་སྐད་དུ། སྐྱ་གར་སྐད་དུ་ཝཱ་ཇི་ར། སུག་ཤི་མ། སུག་ཤི་མ་ཨ་པར་ཏི་ཧ་ཏཱ་ན་མ་དྷ་ར་ནི། བོད་སྐད་དུ། རྡོ་རྗེ་ཕྲ་མོ་ཐོགས་པ་མེད་པ་ཞེས་བྱ་བའི་གཟུངས། ཤོག་ངོས་དག་གིས་ཤོད་བཏགས་འདུག།

ཨ་མི་རི་ཀའི་ཧོང་ཕར། ཨོ་ཡང་དེ་མ་ཀློག་འདོན་ཞུས་ཟིན་པ་ཆེ། ད་དེ་ནས་ཚུ་བྷེ་ཨ། དེ་ནས་ཚུ་བྷེ་ཆེ་ཤོག་གྲངས། བརྒྱ་དང་བཞི་བཅུ་ཞེ་བཞི་ན་སིའི་གོ། བརྒྱ་དང་བཞི་བཅུ་ཞེ་བཞི་ན་ལ་ཡ་ད་ཅི་མཚན་བྱང་དེ་ལས་རྒྱ་གར་སྐད་དུ་ཨ་ར་ཡ་བ་ཇི་ར། བེ་རི་བ་དྷ་ར་ནི་ན་མ།